ཐོག་མར་བོད་ཀྱི་རྒྱལ་ས་ལྷ་ས་ཀྱི་ཕོ་བྲང་པོ་ཏཱ་ལ་ལའི་ཡར་སྣེ་བྱས་པའི་མདོ་ཁམས་གླིང་ཚང་རྒྱལ་པོའི་རྒྱལ་ས་ཡོད་ས་དེ་འདི་རེད། ལྷ་ས་ནས་བྱས་ནས་ཀོང་པོ་ནས་བྱས་ནས་མ་ཆབ་མདོ་ནས་བྱས་ནས་ཕྱིན་པ་ཡིན་ན། མོ་ཏྲ་ཆུ་ཚོད་གསུམ་གྱི་སོ་བཞི་ཀི་ལོ་མི་ཀྲེར་གཅིག་སྟོང་དྲུག་བརྒྱ་ལྷག་ཙི་ཅི་བྱེད། ནག་ཕྱོགས་ཁ་ནས་བྱས་ནས་མ་ཡང་ཆབ་མདོ་བརྒྱུད་ནས་ཕྱིན་པ་ཡིན་ལ་དེ་བྱས། ད་དེ་ནས་ཆབ་མདོ་ལ་མ་སོང་བར་བྱས་ནས་ཡར་སྐྱེ་རྒུ་ནས་མ་གོང་ནས་ཕྱིན་པ་ཡིན་ན། ལམ་ཐག་དང་མོ་བྲག་ག་ཚད་འགྲོ་དགོས་ཡོད་མེད་དེ་དེ་བྱས། ས་ར་འདི་བཅས་ཟེར་བ་ཡིན་ན། འདི་ཁ་སང་ང་ཚོ་གླིང་གེ་སེང་འཁྲུངས་ས། ངོ་སྤྲོད། ཞུས་བདེ་བའི་ས་ཆ་དེ་རེད། འདི་ད་ལྟ་ངོ་སྤྲོད་ཞུ་རྒྱུ་བ་གི་གླིང་ཚང་རྒྱ་བོད་ཀྱི་རྒྱ་ས་ཟེར་ན་རེད་ད་ཕོ་བྲང་ཡོད་ས་དེ་རེད་དེ་གཉིས་ཀྱི་དཔའ་རོལ་ལོའི་ལམ་ཐག་འདྲ་བོ་སྟེ། ཀི་ལོ་མི་ཏྲ་དང་མོ་ཏྲ་ཆུ་ཚོད་ག་ཚོད་འགོག་ཡོད་མེད་དེ་དེ་ལས་གཟིགས་རྒྱུ་བྱེད། འདི་གཉིས་ཀ་དེ་ད་ལྟའི་ཆ་ལས། ནི་སྡེ་དགེ་རྫོང་གི་ཁོངས་གཏོགས་ཆགས་བསྡད་ཤག་སྡེ་དགེ་རྫོང་གི་ལྟེ་གནས་དེ་འདི་བྱས། དེ་ནས་ས་ཡི་མཚམས་ཐག་འདྲ་བོ་གཅིག་གིས་ད་ཆུ་ཆེན་པོ་དེ་ཚོར་བརྟག་དཔྱད་རྒྱག་རྒྱུ་བ་ཡིན། ནི་ཡང་ཡོད་དེ་ཤར་ལྷོ་ནུབ་བྱང་ས་ཕྱོགས་གང་དུ་ཡོད་མེད་ངོས་ཟིན་ཡང་ལས་ཁྱད་པར་ཅི་ཡོད་རེད་བ། དེ་བྱས་དུས་རྡོ་སུ་གཅིག་ནི་འབྲི་ཆུ་དུ་བབས་ཡོང་དུ་བ། འདྲ་བྱེད་དུ་འདུག་ཅེས་ནས་མ་ལྷོག་ལས་བབས་འགྲོ་གི་ཡོད་རེད། ད་འདི་ནི་རྫ་ཆུ་དེ་བབས་ཡོང་གི་འདུག་ཨ། ད་ཤོག་ཤོག་རེད་ད། ང་དང་ང་ཚོ་ཞིབ་ཕྲ་འདི་སྐྱག་གི་སྐྱོ་བའི་ནང་བཞིན་འགྲོ་ཐུབ་གི་མ་རེད་བ། ཨ་འདུག་ཅེས་ནས་ད་འདི་བ་ལས་དཀར་མཛེས་སླེབས་འགྲོ་གི་ཡོད་རེད་དེ་ནས་ནི་མ། ཡང་ལྷོག་ལ་མ། ཉག་རོང་ནས་མ་བབས་འགྲོ་གི་ཡོད་རེད་བ། ད་དུས་ཀྱི་རྟགས་དུ་ནི་ཤོར་ཤོར་གྱི་ཧ་གོ་ཐུབ་ཡ་འདྲ་བ་ཅིག་གླིང་ཚང་ཡོད་ས་དེ་ཚུར་འབྲི་ཆོག་གི་ཤོག་ལ་ཐག་ཉེ་བསྡད་བ། གལ་སྲིད་འཁྲུངས་ས་གི་ས་ཆ་དེ་རྫ་ཆུ་དང་བར་ཐག་ཉེ་བསྡད་བ་དེ་གཉིས་ཀྱི་བར་དེ་ལ་ཞེ་སྡང་གི་ཆ་ནས་འབྲི་རྫ་སྒང་ཟེར་ནས་ཆོས་ཀྱི་སྒང་དྲུག་དེ་ནས་བཤད་ཡོང་དུས་སྡོད་སླ་བསྡད་གི་རེད་བ། གཏད་སའི་ཞུ་བ་ཡིན་ན་འབྲི་རྫ་སྒང་ལ་གཉིས་ཡོད་རེད་ཤར་འབྲི་རྫ་སྒང་དང་ལྷོ་འབྲི་རྫ་སྒང། དེ་ག་རེད་ཟེར་ན། འབྲི་ཆུ་གཅིག་རེད་བཞག་པས་གཡས་ལ་རྫ་ཆུ་གཅིག་དང་གཡོན་ལ་རྫ་ཆུ་གཅིག་རྫ་ཆུ་གཉིས་ཡོད་དེར་བ། ཆབ་མདོ་ནས་བབས་པའི་རྫ་ཆུ་དེ། ཆུ་བཞི་གཞི་གི་ནང་ལོགས་ཀྱི་རྫ་ཆུ་དེ་རེད་དེ་གི་བར་གྱི་འབྲི་རྫ་སྒང་དེ་ལ་ནི་ལྷོ་འབྲི་རྫ་སྒང་ངམ་ནི་ལྷོ་རྫ་སྒང་ཟེར་ནས་གཅིག་རེད། འདི་ནི་དང་བདག་གི་འབྲི་ཆུ་དང་རྫ་ཆུ་གཉིས་ཀྱི་བར་གྱི་འབྲི་རྫ་སྒང་དེ་ལ་ནི་ཤར་འབྲི་རྫ་སྒང་ངམ། ནི་ཤར་རྟ་སྒང་ཟེར་ད་དེ་གཉིས་དེ་ནི་དཀའ་ཐུབ་ཀྱི་གར་དཀར་ཡིན་མིན་དེ་སོ་སོ་གོ་དགོས་འདྲ་བ་ཅིག་ཆགས་ཀྱི་རེད། དེ་ནས་གླིང་ཚང་རྒྱལ་པོའི་ཕོ་བྲང་ཡོད་ས་ལས་ཐད་ཀར་ས་སྒྲ་ལས་བྲིས་དང་ལོག་ནས་བལྟས་ཡ་ཡིན་ན་ནི་རྡོ་ཟེར་འདྲ་བ་ཞིག་ཆགས་ཀྱི་འདུག། རི་རྡོག་རྡོག་དེ་གའི་ཟས་ལ་ཡོད་བདེ་བ་སྐྱེས། རྫོང་མགོ་དགོན་ཟེར་དགོན་པ་གཅིག་འདུག་བ་ད་དེ་དང་ཁྱག་ལ་ཡོད་བདེ་བ་སྐྱེས། རྫོང་མགོ་ཕོ་བྲང་དམར་པོ་ཟེར་ནས་གླིང་ཚང་རྒྱལ་པོའི་ཕོ་བྲང། སྤྱི་བཏང་གི་གླིང་ཚང་རྒྱལ་པོའི་ཕོ་བྲང། ད་སྔོན་རྗེས་རྒྱག་ས་ཡང་མ་དེ་བྱེད་དུས་ཡོང་གི་ཡོད་རེད་བ། ཨ་ནི་སྔོན་མ་དེ་འདྲ་ཁ་ཤས་ཀྱི་འདི། མགོ་གཟུགས་དགོན་པ་གི་ཁྲི་དེ་བ་བཅས་ལ་ཡོད་པའི་སྐད་ཆ་བཤད་ཀྱི་འདུག་ད་ཕོ་བྲང་གི་མིང་ལ་ཡིན་ན་སེང་ཁྲོག་སྟག་རྩེ་དག་རིན་ཆེན་སྟེང་དང་ཕོ་བྲང་དམར་པོ་དག་ཟེར་དེ་འདྲ་གི་མིང་ཡིན་ན་མ་འདྲ་བ་དང་ནི་ཕོ་བྲང་ཡག་མ་པོ་ཤུལ་བཅས་དེ་འདྲ་གི་སྐད་ཆ་བཤད་ཀྱི་འདུག་ད་ཡིན་ན་ཡང་རིག་གནས་གསར་བརྗེ་གི་བར་དུ་ད་ལྟ་ཉེ་བའི་ཆ་ལས་གླིང་ཚང་རྒྱལ་པོ་གི། ཡང་ཕོ་བྲང་ཡོད་དེ་ཟེར་དེ་འདི་རེད་ཤག་ད་འདི་པར་དེ་ལྷོག་ནས་བྱང་ལ་ཡ། རྒྱུན་ལྡན་ནང་སྐྱེས་བྱས་ནས་བརྒྱབ་ཡོང་གི་ཡོད་རེད་བ་དེ་ཡིན་དུས་ལུང་པ་དེ་རྩ་བའི་ཆ་ནས་ཤར་ནས་ནུབ་ལ་ཕག་ཁ་ཁྱོད་ནས་ཁྱོད་དེ་རྡོ་སུ་བྱས་ནས་ཤག་གི་ཕྱོགས་ནས་བྱས་ནས་ད་འདི་ནས་ཀྱི་གུག་རི་མ་གཏོགས་ནུབ་ལ་ཕག་བབས་ནས་ནི་འདྲི་ཆུ་ལ་སྡོམ་རེད་དེ་འདྲ་བྱས་ཆགས་དེ་འདུག། འདི་ཇི་ཡི་ཟིལ་བ་ཡིན་ན་འདི་ད་ཤ་ནི་མ་བཏགས་ཡོང་བ་རེད། ལུང་པ་འདི་ཤ་ནི་ནག་ཞོལ་ཕ་ག་ཆོས་དུ་ཡོད་རེད་བ། དེ་ཡིན་དུས་ད་ད་ལྟ་རྫོང་གི་ཕོ་བྲང་མང་པོ་ཡོད་སྲིད་དེ་བྱེད་དུས། དེ་ནས་ཆོས་དུ་ད་བསྡོ་སུ་བྱེད་ནི་མ་བབས་རོགས་འདོ། མ་བབས་ནི་འདྲི་ཆུ་ལས་བསྡོམས་རེད་ལྟོས་སུ་བྱེད་རེད། དེ་ནས་གཡོག་དངུལ་གྱི་པར་རིས Dose ཅེས་ཆགས་བསྡད་ཀྱི་འདུག་དེ་རྒྱང་རིང་ཚེ་ད་ཤག་གི་ཕྱོགས་ནས་མ་རྒྱང་འདི Dose འདྲ་བོ་གཅིག་པོ་ད་ལ་འདྲ་བོ་ཡོད་རེད་ཟེར་ད་འཁྲིས་ལས་འགྲོ་སྙུང་མཁན་ཞིག་མེད་གི་སྐྱེ་དུས་མིང་དེ་ཡང་ཕོ་བྲང་དམར་པོ་ཟེར་ད་ཡོད་རེད་ཟེར་ཏེ་འདྲི་ལག་ཏུ་བ། འདས་ཀྱི་པར་དེ་བལྟས་ཚེ་ཡག་བོ་འདྲ་བོ་བྱེད། དཀར་སེར་གྱི་རྒྱ་ཆེ་བ་དང་སེར་བོ་འདྲ་བོ་བྱེད། ཕྱག་དེ་ཤ་ཏི་འདི་ཞང་ཤ་གི་ངོས་ནས་བལྟ་འོང་ཐུགས་གསོ་འདྲ་བྱེད་འདུག། ད་ད་ནི་ངས་འདི་བཤད་དགོས་ཡག་གི་རྒྱུ་མཚན་དེ་ག་རེད་ཟེར་ན་ད་ཀ་ས་ལན་གེ་སི་ཁི་འཁྲུངས་ཡུལ་གྱི་ཤེས་ར་བ། དེ་དང་ད་ལྟ་གླིང་ཚང་རྒྱར་པོ་དེ་ད་གླིང་གེ་སར་གྱི་གདོང་རྒྱུད་ཡིན་ཟེར་གྱི་ཡོད་ད་གེ་སར་རང་ལ་སའི་ད་རྒྱུད་པ་མེད་ན་ཡང་གེ་སར་གྱི་སྤུན་རྒྱག་རྒྱ་ཚ་ཤ་ཀར་གེ་སའི་འདྲ་བརླ་བཙལ་རྒྱ་ནས་མ་རྒྱུད་ཡོང་བའི་གེ་རྒྱུད་པ་དེ་ཡིན་ཟེར་གྱི་ཡོད་བ་གླིང་ཚང་དེ་དེ་ནས་ལོ་རྒྱུས་ཀྱི་ནང་ལོག་ལ་ཡར་སོང་བ་ཡིན་ན་གླིང་ཚང་ཟེར་དེ་སྐད་བརྡ་ཆེན་མོ་འདྲ་བ་ཆགས་བསྡད་གྱི་ཡོད་རེད། སྤྱི་བཏང་གི་རྒྱ་ནག་གི་ལོ་རྒྱུས་དང་ས་ཁྲ་དེ་ཚོ་ནང་གནའ་བོའི་ས་ཁྲ་དེ་ཚོ་ནང་བལྟ་ཡོང་དུས། ཐང་རྒྱལ་རབས་ཀྱི་དུས་མཇུག་དང་སོང་རྒྱལ་རབས་དེ་ཚོའི་སྐབས་སུ་ཡང་དང་དག་གི་གླིང་ཚང་གི་ཕོ་བྲང་ཡོད་ས་དེ་གླིང་ཁོག་ལགས་འདུག་གླིང་ཚང་ཁོག་ཟེར་གི་འདུག་བ། འོ་དེ་གི་ཕྱོགས་ལས་ནི་གླིང་ཟེར་དེ་འདྲའི་ས་ཁྲ་ནང། ཁོས་དེ་འདུག་ཟེར་དེ་ནས་ལབ་གི་འདུག་ཨ་ནི་བོད་ལ་ཆ་མཚོན་པ་ཡིན་ན་ས་སྐྱ་གི་སྐབས་ལ་ད་གླིང་གི་སྐོར་དུ་མང་པོ་ཤི་བ་ཡོང་གི་ཡོད་རེད། རྩ་བའི་གི་འགྲོ་འགོ་བཅུ་བརྒྱ་འཕགས་པ་གི་འོག་ལ་ཆོ་ག་གསུམ་ཆ་བགོས་བྱས་པའི་དཔོན་ཆེན་གསུམ་ཡོད་པའི་ནང་ལོགས་ནི་མདོ་སྨད་གི་དཔོན་དེ་གླིང་ཚང་ཡིན་མདོ་སྟོད་གི་དཔོན་དེ་ཀོང་ཇོ་ཡིན་དབུས་གཙང་གི་དཔོན་དེ་ཤཱཀྱ་བཟང་པོ་ཡིན་ཟེར་དེ་འདྲའི་གི་ལོ་རྒྱུས་ནང་ལོགས་ལ་གསལ་གི་འདུག། ས་སྐྱ་ལྔ་དང་ཟླ་བའི་སྐབས་སུ་ཁམས་པའི་ལེ་ཚན་ཁག་བཞི་ཟེར་དེ་གི་ནང་ལོགས་ལ། གླིང་ཚང་དང་གོ་འཇོ་དང་འདན་མ་དང་ཤ་ཁ་དང་ཟེར་ད་འདི་ཚོ་པས་སྐད་གྲགས་ཆེན་པོ་ཡོད་དེ་བ། ལྷག་པར་དུ་ད་ས་འདྲེན་འཁྲུགས་པའི་སྐབས་དེ་འདྲའི་ལས་ཡིན་ན་ཡང་ཁམས་ཀྱི་རྒྱམ་སེ་དོག་པའི་མི་བཞི་ཟེར་དེ་འདྲས་ས་སྐྱ་ལ་ཡོང་ནས་ས་སྐྱ་ལ་རོགས་པ་བྱས་པའི་སྐོར་དེ་གསལ་གི་ཡོད་རེད་བ། གླིང་བསོད་ནམས་རྒྱམ་སེང། དཀོན་མཆོག་བླ་མ་རྒྱལ་མཚན་ཨ་ཡ་ཤཱཀྱ་རྒྱལ་མཚན་འགྲོ་ཐར་པ་རྒྱལ་མཚན་ཡིན་བསམ་སྲིད་དུ་མིང་འདི་ཏག་ཏག་མེད་ན་གང་ལྟར་ཁམས་ཀྱི་རྒྱལ་མཚན་ཐོབ་པའི་མི་ཡི་ཡག་གི་མ་འབབ་འཕྲ་འཁྲིས་ནས་ཡོང་ས་གི་དེ་འདྲ་ཤེས་ལོ་རྒྱུས་ཡོད་བསྡད་པ། ད་དེ་ཚོ་དང་འབྲེལ་བའི་ལོ་རྒྱུས་ཀྱི་སྐོར་དེ་ངས་ད་ལྟ་ཤོད་གཙོ་བོ་བྱེད་གི་མེད་གཙོ་བོ་ས་ཆ་དེ་གང་དུ་ཡོད་མེད་དེ་ངའི་ས་བསྒྲགས་ཀྱི་ནང་ལོགས་ནས་བལྟས་ཡང་དེ་ཐབས་ཤེས་གཙོ་བོ་བྱེད་དགོས་ཡོད་རེད་བ། ད་གླིང་ཚང་གི་ལོ་རྒྱུས་འདྲ་བོ་ཤེས་དགོས་ཀྱི་ཡོད་པ་ཡིན་ན། གླིང་ཚང་གི་ལོ་རྒྱུས་བྲིས་བསྐྱལ་བའི་དེབ་དེ་འདྲའི་ད་ལྟ་དྲ་ཐོག་ལས་མཐོང་ཡང་འདུག་བ། དེ་ནས་ད་ལྟ་གླིང་ཚང་གི་ཕོ་བྲང་རྙིང་པ་ཡོད་ས་ད་མགོ་གཟུགས་དགོན་པ་ནས་གྱང་ལྷ་རྙིང་པ་དེ་འདྲའི་མང་པོ་བྱས་ཉེ་ཆར་ཐོན་འདུག་བ། མཚོན་གྲ་སྟངས་སྟངས་དང་ལྷ་ཚོགས་དེ་ཚོ་ད་གང་ལྟར་བྲི་སྟངས་དང་དེ་འདྲས་ལ་ལྟ་ཡོང་དུས། ང་ཚོ་ཧི་མ་ལ་ཡའི་རི་རྒྱུད་ཀྱི་ད་ལྡེབས་རི་རྙིང་པ་ཡོད་རེད་བ། བོད་ནང་ལོགས་ཀྱི་ཆ་ནས་གུ་གེ་ལ་སོགས་པ་དེ་ནས་བར་གྱི་ལ་དྭགས་ལ་སོགས་པ་ད་འདི་ཚོ་གི་རྒྱུད་ལས་གནའ་སྔ་མོ་གི་ལྡེབས་རི་བྲི་སྟངས་ཅན་འདུག་བ་འོ་དེ་ད་གཅིག་པ་གཅིག་རྐྱང་འདྲ་བོ་གི་ཡང་ཁོ་དེ་འདྲའི་གི་གྱང་ལ་ཟེར་དགོས་རོགས་གི་ལྡེབས་བྲིས་དེ་འདྲའི་མང་པོ་ཐོན་འདུག་ད་དེ་ཚོ་ལ་ལོ་རྒྱུས་ཀྱི་ཐོག་ནས་དཔྱད་ཞིབ་བྱས་ཡོད་རྒྱུ་རེད་བསམ་འདུག་དེ་ནས་ཁ་སང་ངས་གླིང་གེ་སེང་འཁྲུངས་ས་དེ་བཤད་ཡོང་དུས། ས་ར་རྟགས་བརྒྱབ་སྟངས་དང་དེ་འདྲའི་གི་ཐོག་ནས་གསལ་བོ་བྱུང་མི་འདུག་ལྟས་ཚེ་ནོར་འདི་ཤ་གསུང་མཁན་དེ་འདྲ་ཁ་ཤས་ཡོང་གི་འདུག་དངུལ་རྟེན་ཡིན་དུས་གལ་ཆེན་པོ་ཞིག་འོས་བསྡུ་གིས་ཆགས་ཀྱི་མི་འདུག་སྟེ། ཡང་དེ་ནོར་བཅོས་འདྲ་བོ་ཅིག་ཞུས་བྱས་ན་ཡག་པོ་ཡོད་རྒྱུ་རེད་བསམ་སོང། ཁ་སང་ངས་གླིང་གེ་སེར་འཁྲུངས་ས་དེ་ཤེས་ཡོང་དུས་རྩ་བའི་ས་བསྒྲགས་ཀྱི་ཐོག་ནས་ང་རང་གི་ས་ཆ་དེ་མ་བཙལ་ཡིན་ནའི་ད་དངོས་གནས་ཀྱི་འཁྲུངས་ས་དེ་ག་རེད་ཟེར་ནས་ངས་མི་གཞི་ལྔ་ཅན་ལ་སྐད་ཆ་དྲིས་ཡོང་དུས། ཁ་སང་ངས་རྩ་བའི་ཅིག་ཞུས་ད་ཞུས་ཡོད་འདོད་ཚུལ་འདྲ་བོ་སོམས་བྱུང་ཟེར། ཟློས། ཁྱོད་ཀྱིས་མ་བརྒྱུགས་ཡོད་རེད། ཨ་འདི་ནས་ཁྱོད་ཀྱིས་བརྒྱུགས་ནས་ཁྱོད་གཉིས་ཀྱི་མདོག་དེ་ལ་གལ་སྲིད་འཁྲུངས་ས་རེད་ཟེར་མཁན་གཅིག་འདུག་ཟེར་ནས་ངས་དེ་ཐེངས་ཐེངས་ཡོད་རེད། ཨ་ནི་རེག་བྱེད་ཀྱི་འདས་ཀྱི་ཁྱོད་གཉིས་དང་ཨ་ནི་རྫ་ཆུ་མ་བབས་ཡོང་པའི་མདོག་དེ་ལ་རེད་ཟེར་མཁན་གཅིག་འདུག། དེ་ནས་རེག་བྱེད་ཀྱི་རྫ་ཆུ་གི་ཤར་ཕྱོགས་འདུ་བ་ལ་རེད་ཟེར་མཁན་གཅིག་ཀྱང་འདུག་ཟེར་ནས་ངས་གསུམ་རེད་ཅེས་བཤད་ཡོད་སྟབས་དེ་ནང་ལོགས་ནས་ངས་ཐེག་དེ་མདོ་སུ་འཐེན་ཡོང་དུས། ཨ་ནེ་ཁོང་རྣམས་པ་གི་ད་འདི་ག་རང་ལས་ཐག་བཅད་ནས་ལབ་ཀྱི་འདུག་བསམ་པ་ཅིག་གི་ཐོག་ནས་ཨེ་དེ་མ་རེད་ཟེར་ནས་གསུང་གི་འདུག་དེ་ཡིན་དུས་ད་ས་གནས་དེ་ག་རང་གི་མི་ད་ལྟ་བཞུགས་བཞིན་པ་གི་ངོ་སྤྲོད་བྱས་ཡོང་དུས་གལ་སྲིད་འཁྲུངས་ས་དེ་འདི་རེད་ད་དངོས་གནས་འཁྲུངས་ས་གི་ས་ཆ་དེ་ཨ་ནེ་འདི

འདི་རྫ་ཆུ་སྐྱེས། འོ་རྡོ་སྐྱེས་ཆགས་བསྡད་འདུག་ཟེར་ནས་ཤོད་ཡིན། དེ་ནས་ཁ་སང་ཉག་རོང་མགོ་མོ་རྣམ་རྒྱལ་གྱིས་ཁ་ཤོ་དེ་ངོས་འཛིན་བྱེད་པའི་སྐབས་སུ། རྩ་བའི་ཡ། པོགས་སྐྱེས་ནས་ཡ། ཡོང་བའི་སྐབས་སུ་ནི་མཁར་གྱི་མིང་དང།

འགོག་ནས་འགྲོ་མི་དགོས་པ་བྱས་ད་ཁ་སང་ངས་ངོ་སྤྲོད་ཞུས་བསྡད་ཡ་འདས་རེད་ད་འདི་ཁ་ཤོ་ཡོད་བསྡད་པ་དེ་འདས་རེད་ད་ལོག་རྒྱུ་ནང་ལོག་ལས་ཤེས་པ་ཡིན་ན་འདི་ལས་ནས་སྤང་རིང་སྟག་མོ་རྫོང་ཟེར་གི་འདུག་བ་ད་སྐད་བསྒྲགས་ཆེ་ཡང་འདྲ་བོ་གཅིག། རི་ནང་འབྲུག་མོ་རྫོང་ཟེར་ཅིག་བཤད་གི་འདུག་ཡིན་ན་ཡང་ད་མགོན་པོ་རྣམ་རྒྱལ་ཁོ་རང་གི་ད་མཁའ་ཤོད་ལྟེ་བ་འདྲ་བོ་དེ་འདི་ངོས་འཛིན་བྱེད་དུས་ནི་དེ་གི་མཁར་དེ་གི་མིང་ལ་ནི་སྤང་རིང་སྟག་མོ་རྫོང་ཟེར་ལབ་ཡོད་རེད་ཟེར་ནས་ཨོ་དེ་རེད་ཉག་རོང་ཨབ་སྟེང་ཡིན་ན་སྤང་རི་ཟེར་གྱི་འདུག་དེ་ད་ཡོངས་གྲགས་ད་ད་འདི་ཆ་ལ་འདི་རྡོ་རིང་བཙོག་གི་བ་དེ་ཚོ་གི་ངོས་སུ་སྤང་རིང་རེད་ཤེས་དེ་ཕ་རྒྱལ་ཡིན་པའི་བཟོ་འདྲ་བོ་འདུག། གནའ་སྔ་མོ་ཡིན་ན་འདི་ནས་མ་སྤངས་ཡིན་ན་ད་སྤངས་རིང་པོ་ཅིག་འདུག་བ་དེ་ཤི་སྤངས་རིང་ཟིན་བ་ཅི་ལབ་ཡིན་རྒྱུ་རེད་བསམ་གྱི་འདུག་ད་འདི་ཆ་ལས་འདི་ད་སྲིད་གཞུང་གི་ལྟེ་གནས་འདྲ་བོ་ཅིག་ཡུལ་ཚོ་དེ་གི་སྲིད་གཞུང་ཅིག་ཡོད་རེད་བ་ཡུལ་ཚོ་དེ་ལ་དེང་སང་ལོ་ང་ཡུལ་ཚོ་འདྲ་བོ་ཅིག་ལབ་གྱི་འདུག་འོ་དེ་གི་ལྟེ་གནས་འདི་རེད་ཟེར་ལབ་གྱི་འདུག། ཁ་ཤས་ཀྱིས་སྤང་རང་སྟག་མོ་རྫོང་དེ་ནི་འདི་ལ་ཡོད་རེད་ཟེར་ད་འདི་ཤང་སྲིད་གཞུང་ཡོད་ས་དེ་ལ་ནི་འདི་སྒྲ་རྫོང་གྱི་རེད་མ་གཏོགས་སྟག་མོ་རྫོང་དུ་མ་རེད་ཟེར་ནས་ལབ་ཀྱི་འདུག་ད་དེ་ལ་མེན་ཀར་སྟག་མོ་རྫོང་དུ་འདི་ཡོད་ན་ཁྱེད་ཁ་ཤོ་འདྲ་བོ

ད་འདི་སྦྲ་རྫོང་རེད་ཟེར་ལབ་པ་ཡིན་ན་ད་སྤྱི་དང་སྦྲ་རྫོང་དང་ཕོ་བྲང་དང་མཁར་རྫོང་ད་འདི་ཚོ་འགའ་བ་ད་གད་མ་རེད་བ། ད་གང་ལྟར་སྦྲ་རྫོང་རེད་ཟེར་ན་རེད་ཕོ་བྲང་རེད་ཟེར་ན་རེད་འདི་ལ་དམིགས་བསལ་གྱི་ཆེ་ཆུང་འདྲ་བོ་ག་རེ་འདུག་ཟེར་ན། ཨ་ནི་ཕྱོགས་གཞན་པ་ནས་འདི་ཡག་ཡོང་དགོས་བ་ཡིན་ན་ཡང་ཁོ་རི་གང་ཡག་ཡོད་བའི་བཟོ་འདྲ་གཅིག་གི་ཐོག་ནས་བཙན་པོ་བྱེད།

ད་ལྟའི་ངའི་ཞིབ་ཕྲ་ཤོད་དགོས་ཀྱི་མི་འདུག་གང་ལྟར་ས་ཆ་འདི་ཧ་གོ་ཚར་དུས་ནི་ཞིབ་ཕྲ་ཤིག་འདོན་མཁན་ཡོད་ན་ནི་འདི་ལས་གཅིག་འབྲོག་བཞེངས་ན་དེ་ག་རེ་བ། འདི་འདྲའི་གི་ཁ་བྱང་དེ་ས་ཁྲ་ནང་ལོང་སྟེང་མ་བལྟ་བ་ཡིན་ན་ནི་འབྲོག་བསམ་ན་ག་བ་ཡོད་མེད་སྐོར་ཧ་གོ་གི་ཡོད་མ་རེ་བ། འོ་གནད་འགག་འདྲ་གཙོ་བོ་དེ་རེད་དེ་ནས་ཁ་སང་པར་རིས་གསར་པ་བཏང་ཡོང་གི་ཁ་ཤས་ངོ་སྤྲོད་ཞུས་བ་ཡིན་ན། འདི་གཅིག་རེད་ད་འདི་དང་འདི་སྤང་རིང་པོ་ཡོད་ས་དེ་གི་ཡ་རེ་གི་འདེང་དེ་ནི་མ་བསྐྱང་འོང་དེ་ཕ་ཚེ་གི་ན་རེ་དེ་ཉག་ཁྱུག་གི་ཕ་ཚེ་དེ་ཆགས་ཡོད་ས་རེད་སང་ཆུ་ཕ་རེད་ད་དང་བདག་གི་ཉག་ཁྱུག་དེ་ཁ་སང་ང་ཚོས་ཤེས་དེ་ཡ་གླིང་གེ་སེར་འཁྲུངས་ས་ནི་རྫ་ཆུ་ཟེར་གྱི་མ་བབས་ཡོང་གི་འདུག་བ་དེ་ཁྱོད་དེ་རེད་བ་ལུང་པ་མ་འདྲ་བ་གི་ཁྱུག་གི་མིང་མ་འདྲ་བ་ཆགས་འགྲོ་གི་ཡོད་རེད།

ཨོ། དེ་ནས་མང་པོ་ཞུ་གི་མེད་ད་རིང་པོ་ཆགས་འགྲོ་གི་ཡོད་ས་རེད་ད་རེས་གཙོ་བོ་དེ་མདོ་ཁ་གླིང་ཚང་རྒྱལ་པོ་གི་ཕོ་བྲང་དེ་བོད་ཀྱི་མི་ཤར་ལྷོ་ནུབ་བྱང་ས་ཕྱོགས་གང་དུ་ཡོད་མེད་དེ་འཛུགས་བཙུགས་ཡ་གཙོ་བོ་དེ་ཁྱེད་ནི་ཞོ་རྡུལ་ལ་ཁ་སང་ཤེས་རྒྱ་བའི་ཚིམ་པ་གཉིས་ལས་ནོག་བཅོས་དང་ཁ་སྐོང་ཕྲན་བོད་ཀྱི་ཞུས་པ་ཡིན་དེ་ཚང་མ་ལ་བཀྲ་ཤིས་བདེ་ལེགས།